མི་དམངས་དང་ད་མི་དམངས་ཟེར་ན་ད་སློབ་མ་ཟེར་དགོས་ཀྱི་ཡོད་ན་མི་དམངས་ཟེར་དགོས་ཀྱི་ཡོད་ན་ཡང་སྐད་ཆ་ཉན་མཁན་ཟེར་དགོས་ཀྱི་ཡོད་ན་ད་དེང་སང་གནས་ཚུལ་མང་པོ་འགྱུར་ཚར་བ་རེད་བ། ངས་མ་ཡིན་ན་སློབ་མ་ཟེར་གྱི་རེད་རྗེས་འཇུག་ཟེར་གྱི་རེད། འོ་ད་དེ་ཚོའི་གི་སེམས་ལ་འདོད་པ་ཡོད་རེ་བ་ཡོད་པ་ཡིན་ན། དེ་ནས་བླ་མེད་ཀྱི་ཆོས་བཤད་ན་ཡང་ཕན་གྱི་རེད། དབང་འདོད་ན་ཡང་ཕན་གྱི་རེད། འོ་དེ་ཚོའི་ཀའི་སེམས་ལ་གང་ཡང་མེད་པ་ཡིན་ན། དབང་འདོད་ན་ཡང་ཕན་གྱི་མ་རེད། འོ་ཆོས་ཤེས་ན་ཡང་ཕན་གྱི་མ་རེད། ད་རུང་ཡང། ཆོས་མང་པོ་ཤེས་ཁ་བྱེད་ན་འགྲེལ་བཤད་མང་པོ་རྒྱབ་བྱེད་ནི་གནོད་གི་རེད། དོན་དག་མེད་པའི་ཀའི་ཨ་ནི་སེམས་པ་ལ་དཀའ་ངལ་རྙོག་དྲ་མང་པོ་ཡོང་གི་རེད། དེ་འདྲ་ཡིན་དུས་དེ་ནི་ངའི་བསམ་པ་ལ་ད་ང་འདས་ཡོང་ན་ཁྱེད་རང་ཚོ་ཐུག་ནས་ལོ་མང་པོ་ཞིག་རག་རེད། ང་དང་པོ་འདས་སླེབས་པའི་སྐབས་སུ་ལ་ང་ལོ་བཅུ་དྲུག་ཡིན། ཨོ། དེ་ནས་རྗེས་མ་འདས་ཡོང་ནས་ཆོས་བཤད་དབང་གནང་དེ་འདྲ་བྱེད་པའི་སྐབས་སུ་ལ་ང་ལོ་ཉི་ཤུ་རྩ་གཉིས་ཡིན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་རེད། དེའི་སྐབས་ལ་ཁྱེད་རང་ཚོ་མང་ཆེ་ཤོས་འདས་ད་ལྟ་སྐྱེས་ཡོད་རྒྱུ་མ་རེད་དེའི་སྐབས་ལ། འོ་དེ་འདྲའི་ཆེ་ནས་ད་བར་དུ་ལ། ངོ་ཤེས་བསྡད་པ་རེད་ཡོང་བསྡད་པ་རེད། དབང་འདོན་བསྡད་པ་རེད་ཆོས་བཤད་བསྡད་པ་རེད། དེ་འདྲའི་ཡིན་དུས་དེ་ནི་ད་ཅི་བག་ཆགས་དང་འབྲེལ་པ་དེ་འདྲའི་ཡག་པོ་ཡོད་ཀྱི་རེད་བསམ་ནས། དེ་ཡོད་ཀྱི་སྐོར་རང་བྱས་ཨ་ནི་ཁྱེད་རང་ཚོས་ཡང་ཟེར་ཡང་ཟེར་ཡོང་གི་འདུག་ག། འོ་དེ་ཡོང་ཡ་དེ། དེ་ནི་མོས་པ་ཅི་མེད་འདུན་པ་ཅི་མེད་ན་ཡོང་གི་མ་རེད་པ། དེ་འདྲས་སོང་དུས་དེ་ནས་ད་རེས་ང་འདས་སླེབས་ཡོད། ཨ་ནི་ང་རང་བློ་བདེ་པོ་བྱུང་སོང། དེ་ངས་ད་དབང་འདོན་རྒྱུ་དེ་ནི་ཚེ་དབང་རེད། ཚེ་དབང་ཁྱེད་རང་ཚོ་ཧ་གོ་གི་རེད་པ། ཚེ་རིང་པོ་ཡོང་ཡག་གི་དབང་རེད། འོ། ད་ཚེ་རིང་པོ་ཡོང་ཡག་གི་དབང་ཟེར་དུས་སྐབས་སུ་ལ་དེ་ནི་གནད་འགག་མ་ཤེས་ན་ཁེ་མཚང་འདུག་ཨ། ཨ་ནི་སྨན་ཁང་ལ་ཕྱིན་ན་འགྲིག་གི་རེད་བ་ངའི་རྩ་ལ་དབང་ཤུགས་དགུ་མ་རེད་བ་ཚེ་རིང་པོ་དགུ་གི་ཡོད་ན་སྨན་ཁང་ལ་ཕྱིན། ཆང་མ་འཐུང་ཨ་རག་མ་འཐུང་ཐ་མག་མ་འཐེན་འཕྲོད་བསྟེན་ཡག་པོ་བྱས་ཨ་ནི་ཐུགས་སུ་བྱས་པ་ཡིན་ན་ཚེ་རིང་པོ་ཡོང་གི་རེད་མ་གཏོགས་དབང་ཤུགས་ལྡན་པའི་གི་ཚེ་རིང་པོ་ཡོང་ཡག་གི་ཆ་པ་ཡོད་མ་རེད་བ། ཡིན་ན་ཡང་ད་ཚེ་རིང་པོ་མ་ཡོང་ཕོད་ཀྱི་རྐྱེན་མང་པོ་ཞིག་ཡོད་རེད་བ། སོ་སོའི་གི་སྤྱོད་པ་རེད་པ། འོ་དེ་འདྲའི་མང་པོ་ཅིག་ཡོད་རེད་པ། དེ་ཚོ་ཚང་མ་དེ་སྐྱེ་བ་སྔོན་མའི་གི་ལས་ལ་བརྟེན་ནས་ཡོང་གི་ཡོད་རེད། འོ་དེ་ནས་སྐྱེ་བ་སྔོན་མའི་གི་ལས་ལ་བརྟེན་ནས་ད་ལྟ་སྐྱེ་བ་འདི་ན་ང་རང་ཚོ་གང་ག་ཡག་པོ་དགོས་སྐྱིད་པོ་དགོས་ཚད་རིང་པོ་བསྡད་དགོས་བསམ་མཁན་མ་གཏོགས་ཡོད་མ་རེད། ཡིན་ན་ཡང་ལས་ཀྱི་དབང་གིས་དེ་འགྲོ་དུས་ཨ་ནི་སྡུག་ག་ལ་དགའ་ཡག་ག་ལ་མ་དགའ་རུ་པ་འོ་གཟུགས་པོ་ལ་ཕན་པའི་གི་ཟ་མ་དེ་ཚོ་ལ་མ་དགའ་གཟུགས་པོ་ལ་ག་རེ་གནོད་གི་ཡོད་ག་རེ་སྡུག་གི་ཡོད་ན་དེ་ལ་དགའ་རུ་པ་ཨ་ནི་ཆང་དང་ཐ་མ་དང་དེ་ཚོའི་གྲས་ལ་དགའ་འོ་དེ་ནི་དེ་འདྲའི་ཟེར་ན་དེ་ལས་ཀྱི་དེ་ཡོང་པ་རེད་མ་གཏོགས་གཞན་གང་ཡང་མ་རེད། རྟ་རྒྱུ་ཅན་རྟེན་འབྲེལ་མང་པོ་བཤད་ཡས་ཡོད་རེད་གྲོགས་པོའི་གི་བཟོས་པ་རེད་ཟེར་གི་རེད་ཚོང་པའི་གི་བཟོས་པ་རེད་ཟེར་གི་རེད་ག་རེ་ག་རེ་ལབ་ཡས་ཡོད་རེད་དེ་ཡིན་ན་ཡང་དོན་དག་ངོ་མ་རང་གི་ལག་པ་ལ་ཐུག་སླེབས་ཡོད་རེད་པ་རང་གི་ཐོ་ལ་སླེབས་ཡོད་རེད་པ་འོ། སྡུགས་སུ་བྱས་ནས་ལན་ནས་སྡུགས་སུ་བྱས་ནས་ཁ་ནང་ལ་མ་བཅུག་ན།

ངས་ག་ཚད་ལབ་ན་ཡང་བླ་མ་རྣམ་པས་ཚོ་ག་ཚད་གསུངས་ན་ཡང་ཁྱེད་རང་ཚོ་མ་མཉན་ན་ཨ་ནི་སྟེ་ལྕགས་ཁེར་བྱས་ནས་ཨ་ནི་ཤར་ནས་ཨ་ནི་དེ་འདྲའི་ཆད་པ་བཅད་ས་ཡོད་མ་རེད། ཕན་གི་མ་རེད་ཆད་པ་བཅད་ན་སྡུག་རུ་འགྲོ་གི་རེད་ད། འོ་མི་འགའ་ཤས་ག་ཚད་ཆད་པ་བཅད་ག་ཚད་དེ་ནས་རྩུབ་པོ་བྱས་ན་སྡུག་སྡུག་རུ་འགྲོ་གི་རེད་བ། འོ་དེ་ཁྱེད་རང་ཚོ་ཚང་མས་ཧ་གོ་གི་རེད།

རྒྱལ་བ་ཐམས་ཅད་མཁྱེན་པ་རེད། ཁོང་གིས་བཀའ་གནང་འདི་གི་འདུག་ཨ། ཧོ། ང་རང་ཚོའི་ཚེ་འདི་ན་ལ། ཡག་པོ་ཡོང་བ་སྡུག་པོ་མ་ཡོང་བ། སྐྱེ་བ་ཕྱི་མ་ལ་ཡག་པོ་ཡོང་བ་སྡུག་པོ་མ་ཡོང་པ། ཨ། ཕྱི་ལོག་ལ་ག་བ་ག་ས་ལས་འཛམ་བུ་གླིང་ལ་ཁྱབ་བདེ་བའི་གི་བོད་པ་ཚང་མ་ཡག་པོ་ཡོང་བ་སྡུག་པོ་མ་ཡོང་བ། ཨ། བོད་ལུང་པ་ལ་ཕ། ཕ་ཡུལ་ལ་ཕ། ལས་བདེ་བའི་གི་བོད་པ་ཚང་མ་ཡག་པོ་ཡོང་བ་སྡུག་པོ་མ་ཡོང་བ། དེ་ཙམ་མ་རེད་ཁོང་འཛམ་བུ་གླིང་གི་བླ་མ་རེད། ཨོ། ང་ཚོ་བོད་པ་ལྕང་མའི་བླ་མ་མ་རེད་ད། བོད་པའི་བླ་མ་དེ་ཡིན་ད་ཡིན། བ། བླ་མ་རེད་དཀོན་པོ་རེད་ཚང་མ་རེད། ཡིན་ན་ཡང་འཛམ་བུ་གླིང་གི་བླ་མ་རེད། ཁོང་གིས་འཛམ་བུ་གླིང་ལ་ལམ་སྟོན་གནང་གི་ཡོད་རེད། ཤེས་སོང་ཨ། ཨོ་དེ་ཚོ་ཚང་མ་དེ་ཨ་ནི། སོ་སོས་ཀྱི་ཧ་གོ་བ་བྱེད། མགོ་ཚོས་པ་བྱེད་ནས། ཨ་ནི་བསམ་བློ་བཟང་ངན་ཟིང་ངན་མང་པོ་མ་བཏང། ཁོང་གིས་ག་རེ་གསུང་གི་འདུག་པའི་གི་བཀའ་དེ་དེ་ག་རང་ལག་ལེན་བསྟར་དེ་ག་རང་བསྒྲུབ། བླ་མའི་བཀའ་རེད་པ། བླ་མའི་བཀའ། རྒྱལ་བའི་བཀའ་དང་བླ་མའི་ལུང་ཟེར་བ་རེད་པ། འོ་དེ་ཚུར་བཞིན་དུ་བསྒྲུབ་དེ་འདྲས་བྱས་ན་ཨ་ནི་ཁྱེད་རང་ཚོ་ཡག་པོ་ཡོང་གི་རེད། དེར་ང་རང་ཚོ་གི་ད་ལྟ་ཚེ་དབང་འདོན་པ་འདི་ལ་ཡང་དེ་ག་རང་གི་ཁོངས་སུ་ལ་མ་འདུས་པ་ཡོག་མ་རེད། ཨ་ནི་ཁྱེད་ཚོ་རྐྱང་པ་མ་རེད་ང་ཚོ་ཚང་མ། བ་ང་ཚོ་ཚང་མ་ཡག་པོ་ཡོང་གི་རེད། དེ་རྐྱང་པ་མ་རེད་འཛམ་བུ་གླིང་གི་མི་ཚང་མ་ཡག་པོ་ཡོང་གི་རེད། འཛམ་བུ་གླིང་གི་སེམས་ཅན་ཚང་མ་ཡག་པོ་ཡོང་གི་རེད་ཤེས་སོང་ཨ། དོན་དག་སྙིང་པོ་དེ་ཡིན་ད། དེ་སེམས་ལ་བཞག། གོང་ས་སྐྱབས་མགོན་ཆེན་པོའི་གི་བཀའ་སློབ་རབ་དང་རིམ་པ། ད་ད་ལྟ་ཡང་ཕལ་ཆེར་ཉི་མ་རྟག་པ་བཀའ་སློབ་གནང་གི་འདུག་ཨ།

ཁྱོད་སོང་ཨ། འོ། དེ་ནི། ང་ཡང་བླ་མའི་དམ་ཚིག་བསྲུང་མཁན་གྱི་མི་ཅིག་རེད། ཨ། ང་ལོ་གཅིག་དང་ཕྱེད་ཀའི་སྐབས་སུ་ལ་ངེད་ཀྱི་སྐྲ་བཅད་མཁན་དེ་ཁོང་རེད། འོ། དེ་ནས་ང་རང་གི་རྩ་བའི་བླ་མ་རྡོ་རྗེ་འཆང། ཨ། དེ་ནི་ཤྲཱི་སོ་སོར་ཐར་པའི་སྡོམ་པ་ནང་བྱང་ཆུབ་སེམས་དཔའ་ལྷག་པ་གསང་བ་སྔགས་ཀྱི་ངག་དབང་བསྐུར་དམ་ཚིག་ཚང་མ་གནང་མཁན་ཏེ་རྒྱ་དབང་བཀའ་མ་པ་སྐུ་འཕྲེང་བཅུ་དྲུག་པ་རང་བྱུང་རིག་པ་རྡོ་རྗེ་རེད་དེ་ཚང་མའི་ཧ་གོ་གི་རེད། ཡིན་ན་ཡང། གོང་ས་སྐྱབས་མགོན་ཆེན་པོ་ང་གི་བླ་མ་རེད་ང་གི་དཔོན་པོ་རེད། འོ་ངེད་ཀྱི་སྐྲ་བཅད་མཁན་གྱི་བླ་མ་རེད་སྐྲ་བཅད་ཟེར་ཡ་དེ་གལ་ཆེན་པོ་ཞིག་རག་རེད་ད།

ཨོ། དེ་འདོན་ཤིང་གི་ཡོད་ཀྱི་རེད་དེ་དེ་འདོན་ཤིང་གི་ཡོད་ཀྱི་རེད་དེ། བོད་གངས་ཅན་ལྗོངས་ཀྱི་མིག་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེད་ད། ཤེས་སོང་ཨ། དེ་འདྲ་ཡིན་དུས་ཨ་ནི་དེ་ཁྱེད་རང་ཚོ་ཚང་མའི་གི་ད་སེམས་ལ་བཞག་ང་རང་ཚོའི་བསོད་ནམས་ཆེན་པོ་རེད། དེ་ནས་ངས་གི་ད་རེ་ག་རེ་བཤད་བཤད་གི་ད་སྐད་ཆ་བཤད་ཡ་དེ་ད་ཚར་བ་ཡིན། ད་ངས་གང་བཤད་གི་མེད། ཨོ་ད་རུང་གཅིག་བཤད་ཡ་ཡོད་ད། ཁྱེད་རང་ཚོ་ཁ་རས་སྦྱར་འདུག་ཨ་ཡག་པོ་ཞེ་དྲག་རེད། ཁ་རས་ཟེར་ན་ན་ཚ་ཡོད་ན་ཡང་འདྲ་མེད་ན་ཡང་འདྲ། ཁ་རས་སྦྱར་པ་ཡིན་ན་ཕྱི་ལོག་གི་རླུང་བཙོག་པ། ཐལ་ལ་བཙོག་པ་དེ་ཚོ་ནང་ལ་འགྲོ་གི་མ་རེད། མཁྱེན་སོང་ཨ། ཨ་ནི་ཕྱི་ལོགས་ལ་ན་ཚ་ཡོད་པ་ཡིན་ན་སོ་སོ་ལ་འགོས་ཀྱི་མ་རེད། བྱས་སོང་ཨ། ཨ་ནི་ཡང་སོ་སོ་ལ་ན་ཚ་ཡོད་ཀྱི་རེད་ད། རང་འདོད་རྐྱང་རྐྱང་བྱས་ནས་བསྡད་ཡ་ཡོད་མ་རེད་ད། སོ་སོ་ན་ཚ་ཡོད་ན་ཧ་གོ་གི་མ་རེད་ད། དེ་མི་གཞན་དག་ལ་འགོས་ཀྱི་མ་རེད། ཨོ། ཁ་རས་ཡག་པོ་བརྒྱབ་པ་ཡིན་ན་མི་གཞན་དག་ལ་འགོས་ཀྱི་མ་རེད།

ནས་ནས་ད་རུང་རྒྱབ་ཁ་ཕྱིག་ཡོད་ངན་དེ་ཅིག་ཁྱི་དེ་ཡོད་ད་ཅིག་ཁྱི་དེ་ཡོད་དེ་གོན་གི་དེ་ཡོད་ད་དཀའ་ངལ་ཡོད་ན་ཡང་དེ་ནས་ལ་ནས་བལྟ་དགོ་རུ་བ་འཛམ་བུ་གླིང་ཚང་མ་དེ་ཨ་ནི་ད་རེ་ནན་བུ་ཆུང་ཆུང་ཅིག་གི་འགུལ་ཆོག་རྒྱབ་ས་མེད་པ་བཟོས་སོང་ཨ་འོ་ད་དེ་འདྲ་བ་མ་འོངས་པ་ལ་མ་ཡོང་པའི་ཆེད་དུ་ལ་ང་ཚོས་ད་རུང་ཡང་གཟབ་གཟབ་བྱེད་དགོ་རེད། རེད། ཡག་པོ་རེད་ཞེ་དྲག་ཡག་པོ་རེད་ད་ཁྱེད་རང་ཚོ་ཁ་རས་མ་དགོས་གལ་ཚོ་ནས་ངས་ཡང་ཁྱེད་རང་ཚོ་ལ་སྐྱོན་བརྗོད་བྱེད་ཀྱི་མེད་ད་ཁྱེད་རང་ཚོ་སེམས་ཁྲལ་ལངས་གི་མ་རེད་ད་ང་ཡང་གོས་མི་འདུག་ཨ་ད་ད་བ་དེ་མ་དགོས་གལ་ཚོ་ད་ང་ཚོ་གཅིག་པ་རེད་དེ་ཡིན་དུས་ཨ་ནི་ངས་ཁྱོད་ཚོ་ལ་དེ་ནི་ཐུབ་ཚོད་བཤད་ན་དེ་ནི་འགྲིག་གི་ཡོད་མ་རེད་རང་གི་ལུས་ལ་པའི་ལུང་ལ་གཞན་ལ་གནོད་པ་མ་བྱེད་ཅེས་ཟིན་པའི་གསུང་ཡོད་རེད་པ། འོ་དེ་རེད། འོ་དེ་འདྲ་ཡིན། ཡིན་དུས་ཕལ་ཆེར་ང་ཚོ་ཚང་མ་ད་རུང་ཡང་དངོས་གནས་དེ་ཚོ་གལ་ཆེན་པོ་རེད། དེ་ནས་ད་སོ་སོ་ལུང་པ་ག་པ་བསྡད་པ་དེ་གི་ཁྲིམས་དེ་སྲུང་དགོས་རེད། འོ་སོ་སོ་རྒྱ་གར་ཕ་བི་ཡུལ་ལ་ད་ལྟ་བསྡད་ཡོད་རེད་པ། རྒྱ་གར་ཕ་བི་ཡུལ་གི་ཁྲིམས་སྲུང་རེད་པ། འོ་དེ་ནས་མང་པོ་ཅིག་ད་ཕྱི་ལོག་ལ་ཡོད་རེད་པ། འཛམ་བུ་གླིང་གི་རྒྱལ་ཁབ་ཤར་ལྷོ་ནུས་ལྗང་ག་བ་ག་ས་ལས་ཨ་ནེ་བསྡད་ཡོད་རེད་པ། ཕྱིན་ཡོད་རེད་པ། སྔན་མ་འདི་བ་ལས་མི་མང་པོ་ཞི་དྲག་ཡོད་པ། ད་ད་ལྟ་མང་པོ་མི་འདུག་བ་ངོ་ཤེས་པ་དེ་ཚོ་མང་པོ་མི་འདུག་བ། དེ་ཚོ་ཕར་ཚེ་ཕྱིན་ཚར་བ་རེད་པ། དེ་ཡིན་དུ་ཨ་ནེ་ལུང་པ་དེ་ཚོ་གང་གིས་ཀྱང་ཁྲིམས་ཡག་པོ་སྲུང་ཤེས་སོང་བ། རང་གི་གཙུག་མ་ཤོར་བ་བྱས། ཡིན་ན་ཡང་ལུང་པའི་གི་ཁྲིམས་སྲུང་དགོས་རེད་ད། དེ་གལ་ཆེན་པོ་ཞི་དྲག་རེད། ང་རང་ཚོ་ཡ་རབས་སྤྱོད་བཟང་གཅིག་དེ་རེད། ཨོ་དེ་འདྲ་ཡིན་དུས་ད་དེ་འདྲས་བྱས་དོན་དག་སྙིང་པོ་ཡག་པོ་རྙེད་ཨ། འཕགས་པ་སྤྱན་རས་གཟིགས་རྒྱལ་བ་ཐམས་ཅད་མཁྱེན་པ་འཛམ་བུའི་གླིང་གི་བླ་མ། ང་རང་ཚོས་ཀྱི་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ཁོང་གི་ག་རེ་གསུངས་པ་དེ་ཡག་པོ་རྙེད་ལག་ལེན་བསྟར། ཨོ་དེ་ཅི་ཨ་ནི་ད་ནི་སྡུག་པོ་ཡོད་རྩ་ནི་ཡོང་གི་མ་རེད་གང་དགའ་ཡག་པོ་ཡོང་གི་རེད། ཁྲག་རྒྱུ་ཡག་པོ་ཡོང་གི་རེད་ཕུགས་ལ་ཡག་པོ་ཡོང་གི་རེད་རྒྱང་རིང་པོ་ལ་ཡག་པོ་ཡོང་གི་རེད་ག་བ་ག་ས་ནས་ཡག་པོ་ཡོང་གི་རེད་འོ་ཡ། ད་དེ་རིང་ངས་དབང་འདོན་པའི་སྐབས་སུ་ལ་ད་ཁྱེད་རང་ཚོ་ཚེ་རིང་པོ་དགོས་ཟེར་གི་ཨོ་རེད་བ། ངས་ཁྱེད་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ་ནང་ན་ཡང་འཕགས་པ་མགོན་པོ་ཚེ་དཔག་ཏུ་མེད་པ་ལ་ད་འདི་ཚོ་ཚང་མ་ཚེ་རིང་པོ་ཡོང་བའི་གི་ཚད་རིང་བའི་གི་ཚེ་ཡི་དངོས་གྲུབ་གནང་རོགས་གནང་ང་ཚོ་ཞུ་གི་ཡོད་རེད་པ། སོ་སོའི་ཚད་རིང་པོ་བསྡད་དགོས་ཡ་གི་རྒྱུ་མཚན་དེ་ཆོས་དང་མཐུན་པའི་གི་རྒྱུ་མཚན་གྱི་གོ་བ་རེད། ང་ཚད་རིང་པོ་བསྡད་བསྡད་དགོས་གི་ཡོད། ང་ཚད་རིང་པོ་བསྡད་པ་ཡིན་ན་ང་རང་གི་རྩ་བའི་བླ་མེད་གི་བཀའ། རྒྱལ་བ་ཐམས་ཅད་མཁྱེན་པའི་གི་བཀའ་དེ་འགྲུབ་ཐུབ་པ་ཅིག་ཧུར་ཐག་འབའ་ཐག་བྱེད་གི་ཡིན། ང་རང་གི་སྤུ་གུ་བུ་རྒྱུད་ཚོ་ཡིན་ན་ཡང་ཡོན་ཏན་ཡོད་པ། མི་ཡག་པོ། བ། ཡོན་ཏན་ཡོད་པ་མི་ཡག་པོ་ཅིག་བཟོ་དགོས་ཀྱི་ཡོད། ད་ནི་ང་རང་ཡིན་ན་ཡང། ཚེ་འདི་ན་ལས་སྡུག་པོ་མ་ཡོང་པ། འོ། ཚེ་འདི་ན་ལ་གནོད་པའི་གི། ལྕགས་རྫིང་བཤལ་ཡག་རྐུ་མ་རྐུ་ཡག། དེ་ནས་དེ་ག་ནང་ཅན་གྱི་ཆང་རག་འཐུང་ཡག། དེ་ནས་རྒྱན་རྒྱབ་ཡག་འོ་དེ་སོ་འདྲ་པོ་དེ་འདྲ་མི་གོ་བ་མང་པོ་བྱེད་ཀྱི་ཡག་ཡོད་རེད་བ། ང་ཚོ་བོད་པ་སྤྱང་པོ་མ་རེད་ད། འཛམ་བུ་ནས་གི་མི་ཚང་མ་བྱེད་ཀྱི་ཡོད་རེད། འོ།

ལབ་དུས་སྐབས་སུ་ཨ་ནི་ཁོང་ཚོ་ང་ཡོང་གི་རེད་ཡོང་ནས་ང་དེ་ནས་ཤོ་པ་དེ་ཚོ་དང་དམིགས་བསལ་གྱི་ཆང་བསྐྱེལ་གི་རེད་ཆང་དང་ཨ་རག་བསྐྱེལ་གི་རེད། དེ་སྐབས་ག་རེ་ལབ་གི་རེད། ཨོ། ང་ལོ་སར་སྐབས་ལ་ལ་ང་ལོ་སར་སྐབས་ལ་ཚེས་པ་གཅིག་ཚེས་པ་གཉིས་ཚེས་པ་གསུམ་ཉི་མ་གསུམ་ལ་འཐུང་ཆོག་གི་དགོངས་པ་གནང་རོགས་གནང། ཨ་ནི་འཐུང་གི་མེད་ཟེར་གི་རེད། དེ་ནས་ངས་དགོངས་པ་གནང་མ་མྱང་སྐད་ཆ་གང་ཡོང་མ་རེད་པ་ཁོ་རང་དོན་དག་རེད་པ་ངས་ངས། ངས་ཀྱི་ཁོ་ཆང་འཐུང་ཡ་དེ་ངའི་ལས་ཀ་མ་རེད་པ། རེད་པ། དེ་ཡིན་དུས་ཁོ་ཚོ་དགོངས་པ་གནང་མ་ན་སྐད་ཆ་ཡོག་མ་རེད་པ། ཡིན་ན་ཡང་སྐད་ཆ་བཤད་སྟངས་ཅིག་རེད་ད་དེ་བཤད་སྟངས་ཅིག་རེད། དེ་ངས་ཡག་པོ་མཐོང་གི་ཡོད། དེ་འདྲའི་ལབ་ཡོང་དུས་ག་ཚོད་ཡ་ད་མི་འདི་དངོས་གནས་དངོས་གནས་ཀྱི་མི། ཅིག་ད། ད་ཨིན་ཇི་སྐད་ལ་བྱས་ན། Serious ལེན་མཁན། རེད་པ། ང་ཚོའི་བོད་བོད་བོད་ཀྱི་སྐད་ཆ་ལ་བྱས་པ་ཡིན་ན། དངོས་གནས་ཀྱི་ཁོ་རང་ཁ་ཡོད་ལག་ཡོད་བྱེད་མཁན་དངོས་གནས་དམ་བཅའ་ལེན་མཁན་གྱི་མི་ཅིག་རེད་འདུག་བ། གང་རེད་ཟེར་ན་ཁོ་བདེན་པ་ལབ་གི་འདུག་བ། བདེན་པ་ལབ་ཚར་ནའང་ནི་བསམ་བློ་ཅིག་བཏང་དགོས་རེད་བ། དེ་ནི་ཡིན་དང་ཡིན། ཁྱེད་རང་ཚེས་པ་གཅིག་གཉིས་གསུམ་འདི་ཚོ་ལ་ཐུགས་ཁྲོ་དང་ལྕི་པོ་ཆེ་ཨ། ཡིན་ན་ཡང་ཚེས་པ་གཅིག་གཉིས་གསུམ་དེ་ཚོ་ལ་ད་འཐུང་ཆོག་གི་ཡོད་གསུངས་ནས་ཨ་ནི་རྦད་དེ་ཁོ་རང། བསམ་མནོ་རྩ་ནས་མ་བཏང་བར་བྱས་པ་ཡིན་ན་ལོག་གི་མགོ་དེ་ཉེས་ཀྱི་རེད་ད། ལོག་གི་མགོ་རེད་པ་དེ་ལོག་གི་མགོ་ལོ་གཅིག་གི་མགོ་རེད་པ། ལོ་གཅིག་གི་མགོ་དེ་ན་ལ་ར་ཟེ་འཁྲུག་པ་ཤོར་མི་དགོས་དགོས་དགོས་གང་ག་བྱས་ན་ཨ་ནི་ལོག་མགོ་ཉེས་པ་རེད་ད། དེ་ཡིན་དུས་དེ་འདྲའི་བྱེད་རྒྱུ་ཡོད་མ་རེད་ཨ་ནི་འཐུང་ན་ཡང་ཉུང་ཉུང་གྱིས་འཐུང་ཨ་ནི་སྐྱིད་པོ་བྱས་རེད་བ།

དངོས་གནས་དེ་རེད། དེ་ནི་ཁྱེད་རང་ཚོ་ག་རེ་བྱས་པ་ཡིན་ན་ཡང་བསམ་བློ་ལྷོད་ལྷོད་བཏང་ནས་བྱེད་དགོས་རེད། ཨ་ནི་བཞི་པོ་ཆེ་དང་པོ་ནི། པར་རྗེས་ལང་བྱས་ནས་ད་ཡག་པོ་ཡིན་ན་ཡང་པར་རྗེས་ལང་རྒྱུ་ཡོད་མ་རེད། སྡུག་པོ་ཡིན་ན་ཡང་པར་རྗེས་ལང་རྒྱུ་ཡོད་མ་རེད་ལྷོད་ལྷོད་བྱས་ནས། གཡས་ལ་ལྟ་གཡོན་ལ་ལྟ་མཐའ་རིང་པོ་ལ་ལྟ་མཐའ་ཐུང་ས་ལ་ལྟ་ནས་བསམ་བློ་མང་པོ་བཏང་ནས་བྱེད་དགོས་རེད།

དེ་ཕལ་ཆེར་ང་རང་ཚོ་རྒྱ་གར་གྱི་འབྲས་དང་དལ་འདྲ་པོ་ཡིག་ས་རེད་ད། ལས་སླ་པོ་ཞུ་ས་རེད། ཤེས་སོང་ཨ། འོ། དེ་ཚོ་ཚང་མ་ས་འདྲ་པོ་རྡོ་འདྲ་པོ་ས་ན་ཞུ་ཡ་མེད་པ་དེ་འདྲ་ཡིན་ས་མ་རེད། ག་རེ་རེད་ཟེར་ན་ཁོང་ཚོ་དཀའ་ལས་རྒྱབ་གི་འདུག་ཨ། དཀའ་ལས་རྒྱབ་ནས་བྱེད་པའི་གི་ལས་ཀ་དེ་ཨ་ནི་སོ་སོ་ལས་དངོས་གནས་གི་འཇུས་གི་རེད་ལ་དེ་གི་སོ་སོ་ལས་ཕན་ཐོག་གི་རེད་ད། དཀའ་ལས་མ་བརྒྱབ་ནས་ལས་སླ་བོ་སླ་བོ་བྱས་ནས་མི་མགོ་བསྐོར་ནས་རེད་པ། མི་མགོ་བསྐོར་ནས་བཟོས་པ་དེ་ཞུགས་མ་རེད་ད། འོ་དེ་གི་སོ་སོའི་ཁོག་པ་ནང་ལ་དངོས་གནས་མངོན་སུམ་གི་རྟགས་ག་རེ་དོན་ཡོང་གི་རེད་ཟེར་ན་ནི་སྡུག་པོ་དེ་འདྲ་ན་གི་རེད་ད། ཏན་ཏན་གྲགས་ཡ་མེད་པ་དེ་འདྲས་ཞུ་ཡ་མེད་པ་དེ་འདྲས། ཧོ་རེད་ད་དངོས་གནས་ལབ་གི་ཡོད་དེ་ཚོ་ཁང་ཁ་རྒྱུ་དང་ཅན་ཡོད་རེད་པ།